ཐ་ན་པན་ཉེ་རང་དགྲ་བཅོམ་པ་འགྲོ་ཀུ་སྲིད་པ་འཁོར་བ་ལས་ཐར་ཡོད་ན་ཡང་ད་དུང་བདེན་འཛིན་གྱི་བག་ཆགས་ཀྱི་གཞན་དབང་དུ་སོང་བསྡད་ཡོད་རེད་བསམ་ནས་དེ་འདྲ་རེད་པ་བསམ་བློ་འཁོར་ར་ཡིན་ན་བསམ་བློ་བྱེད་པོ་རྒྱ་ཆེན་པོ་ཟུག་འདུག་ག་བསམ་བློ་བྱེད་པོ་གཅིག་གིས་ག་ཟུག་ར་བུ་གའི་སྟེང་རིང་ས་ནས་བསམ་བློ་གཏོང་མཁན་ར་རྒྱ་ཆེ་ས་ནས་བསམ་བློ་གཏོང་མཁན་ཆགས་ཡོད་འདུག་ང་རང་ཚོའི་མི་ཚེ་གཅིག་གི་ཁ་ཆག་སྣ་རལ་རྙོག་དྲ་དེ་གི་དེ་ག་གེ་ཚིག་གི་ད་ག་ཚིག་གི་ད་གཅིག་གི་དེ་ག་ཟུག་རེད།

དེ་རིང་རེ་བའི་ད་ཉོན་མོངས་པའི་གཞན་དབང་དུ་སོང་ནས་ཡོད་ན་ཨེ་ནི་གང་ལྟར་བཀྲ་མི་ཤིས་པར་གོས་ད་ཅིག་ཡོད་དེ་བ་ད་དེའི་རིགས་བར་ཤེས་པར་བྱས། ཉོན་མོངས་སྤྱོད་རྒྱུ་ཡོད་པ་དེའི་ཤེས་པར་བྱས། ཨེ་ནི་ཉོན་མོངས་སྤྱོད་ན་རང་ལ་ཁེ་ཕན་ཡོད་པ་དེའི་ད་གོས་ཅིག་ཤེས་ཡོང་དུས། ད་དེ། ད་ལྟ་ང་རང་ཚོ་ལ་ཚེ་སྟོད་ཚེ་སྨད་ཀྱི་ཉམས་མྱོང་ཕྲན་བུ་གཅིག་ཚེ་སྟོད་ཚེ་སྟོད་ཚེ་སྨད་ཀྱི་འགྱུར་བའི་ཉམས་མྱོང་ཕྲན་བུ་གཅིག་ཡོད་ད་བས་ད་དེའི་ཐོག་ནས་ཏུ་བསམ་བློ་བཏང་པ་ཡིན་ན། ཨོ། ཉོན་མོངས་ཇེ་ཆུང་ཇེ་ཆུང་ལ་གཏོང་ཡག། ཉོན་མོངས་ཀྱི་གཉེན་པོའི་ཕྱོགས་དེ་ཇེ་ཆེ་ཇེ་ཆེ་ལ་གཏོང་ཡག་ཅིག་ཡོང་ས་རེད་བསམ་པ་ཞིག་བློ་ལ་ཤར་གི་འདུག་ག་ཨ་ནི་ཉམས་མྱོང་ཕྲན་བུ་རུ་ཡོད་ད་བས་དེ་ད་ཨ་ནི་སོ་སོའི་བསམ་བློའི་ཐོག་ནས། ཨ་ནི་ཉོན་མོངས་ཟད་དེ་རྒྱབ་རྟེན་མཚན་མ་མེད་པ་གློ་བུར་བ་ཡིན་པ་དེ་འདྲའི་རོ་ཨ་ནི་བསམ་བློ་གཅིག་གོ། སོ་སོ་ཉམས་མྱོང་གི་ཐོག་ནས་འགྱུར་བ་འགྲོ་ཡི་འདུག་ཅིག་མཐོང་ཡི་འདུག་རྩ་ནས་ཨ་ནི་ཐར་བ་དོན་གཉིས་ཀྱི་བློ་ཤུགས་ཆེན་པོ་ཡོང་སར་བ། ཚེ་འདི་འདྲ་ཡིན་དུས་དེ་གས་ཆོག་ཆོག་རེད་ཤག། དོན་ལ་མི་གནོད་ན་དེ་ལྟར་དཀོན་པ་ཕྱིན་ཅི་ལོག་ཏུ་འགྲོ་སྟེ་དུག་གསུམ་གྱི་གཅོང་ནད་ཆེན་པོའི་ཐེབས་ནས་ནད་ཚབས་ཆེ་ཤིན་ཏུ་ཆེ་བ། འོ་སྐོལ་གྱི། ཆེ་བ་ལ་འོ་སྐོལ་གྱི་ན་བར་ཡེ་མ་ཤེས་གསུངས། ད་རང་ལ་ནད་པ་བལྟ་བའི་འདུ་ཤེས་དེ་གལ་ཆེ་ཤོས་ཡིན་པ་རེད། གང་ལྟར་ང་རང་ཚོ་ད་ནད་པ་འདི་བའི་འདུ་ཤེས་ཟེར་ནས་འདྲ་འདུག་གང་ཟེར་ནས་མ་ཟེར་ནས་ད་ལྟའི་ང་རང་ཚོའི་དངོས་ཡོད་གནས་ཚུལ་ཉོན་མོངས་པའི་གཞན་དབང་དུ་ཡོད་བསྡད་པ་དེའི་དེའི་རང་བཞིན་དེ་གནས་ཕྱིན་ཆད་ལ་བཀྲ་མི་ཤིས་པ་རྒྱུན་མ་ཆད་པ་ཡང་ཡིན་པ་ད་དེ་ཤེས་དགོས་པ་རེད། ད་དེ་ཤེས་སོང་ན་ཆོས་སྨྲ་བ་ལ་སྨད་པ་ལྟ་བུའི་འདུ་ཤེས་བཞག་པ་ནི། ད་ངེད་ལ་ཉོན་མོངས་པའི་ནད་དེ་རང་གཞན་ཚང་མ་ཕུང་བར་བྱ་ཡིན་པ་དེ་ཡག་པོ་ཞིག་ཤེས་སོང་ན། དེ་སེལ་ཐབས་ཀྱི་ཆོས་དེ་སྨན་ལྟ་བུའི་འདུ་ཤེས། རང་ལ་སྡུག་པོ་གཏོང་མཁན་གྱི་ཉོན་མོངས་དེ་བར་གཅོད་མཁན་གྱི་ཉོན་མོངས་དེ་ལ་ཉོན་མོངས་ཀྱི་གཉེན་པོའི་ཕྱོགས་སུ་ཡོད་བསྡད་པ་དེ་ལ་དེ་ནི་གཅེས་སྤྲས་བྱེད་ཡག་གི་བློ། དེ་དང་ལེན་བྱེད་ཡག་གི་བློ། དེ་ལ་གུས་པ་བྱེད་ཡག་གི་བློ་སྐྱེ་ཡོང་དགོས་རེད་པ། དེའི་ཕྱི་སེམས་ཤུགས་ཆེ་ཡོད་པ་དེའི་ཚོད་ཀྱིས་དེ་སྟོན་མཁན་གྱི་བླ་མ་དེ་ལ་མེ་ནི་སྨན་པ་ལྟ་བུའི་འདུ་ཤེས་དང་འབྲེལ་བའི་རྟགས་གང་དག་ཅིག་གུས་པ་དང་དད་པ་དང། ཧོ། ཅིག་ངོ་མཚར་སྐྱེ་ཡང་དངོས་གནས་ཅིག་ཡིད་བཞིན་ལས་ཡང་དེའི་ཡོང་འདུག་ག་ཚད་དེ་འདྲ་ཡིན་པ་ཡིན་དུས་དང། ཆོས་སྨྲ་བ་ལ་སྨན་པ་ལྟ་བུའི་འདུ་ཤེས་བཞག་པ་ནི་དཔེར་ན་རླུང་མཁྲིས་བད་ཀན། རླུང་མཁྲིས་ལ་སོགས་པའི་ནད་ཚབས་པོ་ཆེ་བཏབ་པ་ན་སྨན་པ་མཁས་པ་ཚོལ་དེ་དང་འཕྲད་པ་ན་དགའ་བ་ཆེན་པོ་སྐྱེ། ཅི་སྲིད་ཉན་གུས་པས་བསྙེན་བཀུར་བ་དང་ར་ཆོས་སྟོན་པའི་བཤེས་གཉེན་ལ་ཡང་དེ་ལྟར་འཚོལ་བ་དང། ཆོས་སྟོན་པའི་བཤེས་གཉེན་ལ་ཡང། ཐོག་མར། འདི་འདྲའི་འབྲས་བུ། ཡང་ནི་སྨན་དང་འདྲ་བའི་ཆོས། ཡག་པོ་ཅིག་སྟོན་ཤེས་མཁན། དེ་འདྲའི་གྱི་བཤེས་གཉེན་འཚོལ་བ་དང། བཤེས་གཉེན་རྙེད་ནས། ཡང་ནི་ཁུར་དུ་མི་འགྲོ་བར་རྒྱན་དུ་འཛིན་ཏེ། ཅི་གསུང་བསྒྲུབ་ཅིང་གུས་པས་བསྙེན་བཀུར་བ་བྱེད་པ་སྟེ་ཡོན་ཏན་རིན་པོ་ཆེ་བསྡུས་པ་ལས། དེ་ལྟ་བས་ན་བྱང་ཆུབ་དམ་པ་འཚོལ་བ་ཡི། བྱང་ཆུབ་དམ་པ་སེ་སྟེ་བྱང་ཆུབ་སེ་སྟེ་ད་གིས་ཞུས་པ་ནང་བཞིན་རེད། གང་དག་ཡིན་ནི། ཅིག་སྤང་བྱ། བྱང་ཆུབ་སྤྱི་ལ་བཤད་པ་ཡིན་ན་ནི་སྤང་བྱ་ཉོན་སྒྲིབ། སྤང་བྱ་ཉོན་སྒྲིབ་གཉེན་པོ་སྐྱེས་པའི་སྟོབས་ཀྱིས་བྱང་ཞིང་དག། བ་ནི། དེ་སྤོང་བྱེད་ཀྱི་ག་དག་ཡིན་ནི་ཆོས་རྣམས་ཀྱི་དེ་ཁོ་ན་ཉིད་ཕྱིན་ཅི་མ་ལོག་པར་པའི་ག་སོགས་རིག་པའི་ཀའི་བློར་ཆུད་པ་བློས་ངེས་པ་བློས་པའི་ག་སོགས་རིག་པའི་ཀའི་བློས་གོམས་ནི། དེ་འདྲའི་འབྲས་བུས་དག་སྤང་རྟོགས་ཀྱི་ཡོན་ཏན་ལྡན་པ་དེ་འདྲའི་འབྲས་བུ། དག་དེ་འདྲའི་འབྲས་བུ་བྱང་ཆུབ་དམ་པ་ཟིན་ན་དག་སངས་རྒྱས་ཀྱི་དབང་ལ་ཡར་བརྩི་ཆོག་མི་འགྲོ། དེ་ལྟ་བས་ན་བྱང་ཆུབ་དམ་པ་ཚོལ་བ་ཡི་བསམ་པ་དྲང་བདེན། མཁས་པའི་ང་རྒྱལ་ངེས་འབྱུང་སྟེ། ནད་པའི་ཚོགས་ཀྱིས་སོ་བཞིར་སྨན་པ་བསྟེན་པ་ལྟར་གཡེལ་བ་མེད་པར་དགེ་བའི་བཤེས་གཉེན་བསྟེན་པར་བྱ་ཞེས་གསུངས་པའི་ཕྱིར་རོ། རྗེས་སུ་བསྟེན་པ་ལ་སྨན་གྱི་འདུ་ཤེས་སྐྱེས་པ་ནི་ནད་པས་སྨན་པས་བྱ་བའི་སྨན་ལ་སྤྱི་ལས་ཆེན་པོ་བྱེད་པ་ལྟར། ཆོས་སྨྲ་བས་གསུངས་པའི་གདམས་ངག་དང་རྗེས་སུ་བསྟེན་པ་ལ་གལ་པོ་ཆེར་མཐོང་ནས་འབད་པ་དུ་མས་ཅི་རེག་སུ་འཛིན་ཞིང། རྗེས་ངེས་པ་ལ་སོགས་པའི་སྒོ་ནས་ཆུད་འཛའ་བར་མི་བྱེད་པའོ། དང་དེ་ནས་ནན་ཏན་དུ་ཉམས་སུ་བླངས་པ་ལ་ནད་འཚོལ་བའི་འདུ་ཤེས་སྐྱེས་པ་ནི། ནད་པས་སྨན་པས་བྱ་བའི་སྨན་མ་འཐུངས་ན། ནད་ཞི་མི་ནུས་པར་མཐོང་ནས་འཐུང་བ་ལྟར། ཆོས་སྨྲ་བས་སྟོན་པའི་གདམས་པ་ཉམས་སུ་མ་བླངས་ན་ཆགས་སོགས་གཞོམ་མི་ནུས་པར་མཐོང་ནས། ནན་ཏན་གྱིས་ཉམས་སུ་ལེན་པར་བྱེད་ཀྱི། ཉམས་ལེན་མེད་པར་རྣམ་གྲངས་མང་པོ་གསོག་པའི་ཚིག་ལྷུར་མི་ལེན་པའོ། དེ་ཡང་རྫས་ཅན་ལག་པ་དང་རྐང་པ་ཆད་པ་ལ་སྨན་ཐུན་རེ་རེ་གཉིས་གཉིས་བསྟེན་པས་ཅིར་ཡང་མི་འགྱུར་བ་ལྟར། འོ་སྐོལ་ཐོག་མ་མེད་པ་ནི་ཉོན་མོངས་པའི་ནད། ནད་གཞི་ཚབས་ཆེན་གྱི་ཐེབས་པ་ལ། གདམས་ངག་གི་དོན་ལན་རེ་རེ་གཉིས་གཉིས་ཙམ་ཉམས་སུ་བླངས་པས་མི་ཆོག་པས། ལམ་གྱི་ཆ་ཐམས་ཅད་རྫོགས་པ་ལ་སོ་སོར་རྟོག་པའི་ཤེས་རབ་ཀྱིས་དཔྱད་ཅིང་ཆོས་རྒྱུན་བཞིན་དུ་འབད་འཚལ་ཏེ། དེ་ནི་རེ་བའི་དང་ཉོན་མོངས་ཟད་དེ་སྤྱོད་རྒྱུ་ཡོད་པ་ང་རང་ཚོའི་ཉམས་མྱོང་གི་ཐོག་ནས་བསམ་བློ་བཏང་ནས་རེད། ད་ག་ནང་བཞིན་གྱི་ཅིག་རིག་པས་དཔྱད་ནས་བསམ་བློ་བཏང་བ་ཡིན་ནའི་ཉོན་མོངས་སྤྱོད་རྒྱུ་ཡོད་དེ་བ་ཅིག་ད་ག་རོ་ང་ཚོས་ད་ཤེས་ཐུ་ཡ་རེད་ཚོད་དཔག་བྱེད་ཐུ་ཡ་རེད། ད་ཡིན་ན་ཡང་ཉོན་མོངས་སྤྱོད་ཡ་ཟེར་ངེས་དེ་ལས་སླ་པོ་ཅིག་མེད་དེ་བ། ལུས་རགས་པ་ཚེ་གཅིག་གི་དབང་དུ་བྱས་པའི་ལུས་དེ་གཅིག་གོམས་འདྲིས་རུ་སོང་བསྡད་པ་གཅིག་ཡང་ཁོ་བཅོས་ཡག་དེ་དཔེར་ན་ལག་པ་གཡུ་ཡག་བག་སུ་ཆིབས་པའི་ཁུ་ཐུག་ལག་པ་གཡུ་ཡག་དེ་གཅིག་གོམས་བསྡད་མཁན་གཅིག་ལ་ཨ་ཇི་ད་ངའི་ལག་པ་གཡུ་འགྲིག་མ་རེད་བསམ་ནས་པའི་དྲན་ཤེས་བསྟན་འགོ་བྱུང་ནས་ཡང་ཁོ་སྐྱག་ལང་ཤོར་བསྡད་པ་གཅིག་ཁོ་བཅོས་རྒྱུ་ཁག་པོ་འདུག་ག་ཁོ་ཆུན་ཆུན་ཆུན་རེད་པ་རེད་དེ་ལུས་ཀྱི་སྟེང་རགས་པ་ལུས་དེ་དུས་ཡུན་ཐུང་ཐུང་གཅིག་གི་གོམས་པའི་དབང་ལས་ཡང་ཁོ་བཅོས་ཡག། གྲལ་བཤེར་རུ་དམིགས་བསལ་བས་རྒྱུན་དུ་བརྟན་འཇགས་ཅིག་བྱས་ན་མ་གཏོགས་མ་ཡོང་ངེས་ཆགས་ཡོང་བ་ཡིན་དུས་རྩ་ནས། ད་ག་ད་ནང་རྣམ་ཤེས་དང་འབྲེལ་ལྡན་ངེས་ཀྱིས་ཨེ་ནི་ཉོན་མོངས་ཟེར་ཡ་དེ་གོམས་པ་ཞིབ་པོ་ཅིག་ཡོད་དེ་བ་གསལ་བར་གོ་ད། ཚོ་དེ་འདྲ་ཡིན་པ་ཡིན་དུས། ག་ས་དེ། མོ་དེ། ནས་ཚབ་བྱིན་གྱིས་ཐེབས་པ་ལ་གདམས་ངག་གི་དོན་ལན་རེ་རེ་གཉིས་གཉིས་ཉམས་སུ་བླངས་པས་མི་ཆོག་ཟེར།

དེ་ལ་ཡང་ངེད་ལ་ཐོས་ཆུང་གི་སྒོ་ནས་གོ་བ་ཆགས་པ་ཞིག་གོ་གི་ཡོད་རེད་ས་དེ་འདྲ་ཡིན་པ་ཡིན་དུས་གོ་བ་དེའི་རིགས་གོ་རིམ་པས་ཀྱི་ཡུན་བསྲིངས་ནས་གདམས་པའི་དོན་ལན་རེ་རེ་གཉིས་གཉིས་ཙམ་ཉམས་སུ་བླངས་པས་མི་ཆོག་པས་ནི་ཡུན་རིང་པོ་གོམས་དགོས་རེད། གོམས་ཡག་གི་ལམ་དེ་གནད་ཀ་གཅིག་ཡིན་མ་རེད་ཉོན་མོངས་ཟེར་ཡག་དེ་དཔེ་མ་སྲིད་པ་དེ་རེད་བཞག་མགོ་བདེ་བོ། གྲུང་པོ། སྐབས་འཚོལ་བྱེད་མཁས་པོ།

ཚེ་འདི་འདི་ཡིན་པ་ཡིན་དུས་དེས་འདི་གསོན་ཏེ་ལམ་གྱི་ཆ་ཐམས་ཅད་རྫོགས་པ། གསོ་བྱེད་ཞུ་ཐབས་ཤེས་ཀྱི་ཆ་རྫོགས་པ།